རྣམ་པ་ལྷན་རྒྱས་ཚང་མ་ལོ་ལ་ཡར་འཚམས་འདྲིའི་བཀྲ་ཤིས་ལེགས་སྐྱེས་འབུལ་ཞུ་བ་ཡིན། ལན་གཅིག་སེང་རོང་ནང་གི་ལེ་ཚན་འདིའི་ནང། བཀུར་འོས་སྤྱི་འཐུས་དངོས་གྲུབ་རྡོ་རྗེ་མཆོག་གིས་དཔལ་རྒྱལ་དབང་བཀའ་མ་པ་མཆོག་གི་གནས་སྟངས་སྐོར་ལ་བཀའ་འདྲི་གནང་བར། དཔལ་ལྡན་སྲིད་སྐྱོང་མཆོག་གིས་བཀའ་ལན་གནང་བ་ཞིག་གཤམ་ལ་གསན་བསོད་ཡོང་བ་ཞུ།

དེ་བས་ཀྱང་བཀའ་མ་པ་རིན་པོ་ཆེ་མཆོག་རྒྱ་གར་ལ་ཆིབས་བསྒྱུར་གནང་མ་ཐུབ་ནས་ད་ལོ་མང་རྒྱུན་རིང་དུ་ཕྱིན་བསྡད་ཡོད་རེད། བྱས་ཙང་དེ་ཚོའི་ཐོག་ལ་ཡང་ད་ད་ལྟ་གནས་སྟངས་དེ་ག་འདྲས་ཅིག་ཆགས་ཡོད་པ་དང་ཨ་ནི་དེ་ལ་ད་དུང་སྐུ་ངལ་འཕྲད་ཡོད་པ་ཡིན་ན། སྐུ་ངལ་དེ་སེལ་ཐབས་ལ་དབུས་བོད་མིའི་སྒྲིག་འཛུགས་ཡིན་ནས་རེད་ཆོས་རིག་ལས་ཁུངས་ཀྱི་ཐོག་ནས་ད་ལྟ་བར་དུ་ག་རེ་ག་རེ་གནང་ཡོད་རེད་ཨ་མ་འོངས་པ་ལ་ཡང་ག་རེ་ག་རེ་གནང་འཆར་ཡོད་མེད་དེའི་ཐོག་ལ་ཡང་ཐུགས་སྟོབས་བདེ་པོ་ཡོད་པས་ནི་བཀའ་ཞིག་གནང་རོགས་གནང། གང་ལ་ཟེར་ནའང་དད་ལྡན་སེར་སྐྱ་མཆོག་དམན་ཁྲི་ཕྲག་མང་པོ་གི་ཡང་རྣམ་འགྱུར་ཁུག་པ་ནང་བཞིན་བྱས་ནས་ཆིབས་བསྒྱུར་གནང་ཐུབ་ན་བསམ་པའི་གི་ཐུགས་རེ་ཆེན་པོ་གནང་གི་ཡོད་པ་སོང་ཙང་དེའི་སྒང་ནས་མགྱོགས་ནས་མྱུར་དུ་ཆིབས་བསྒྱུར་གནང་ཐུབ་ཡག་གི་ཐོག་ལ་ཡང་དབུས་བོད་མིའི་སྒྲིག་འཛུགས་ཆོས་རིག་ལས་ཁུངས་ཀྱི་བརྒྱུད་ནས་ཐབས་ཤེས་གང་དྲག་ཅིག་ཏན་ཏན་གནང་ཡོད་ཀྱི་རེད་ལ་མ་འོངས་པ་ལ་དེའི་ཐོག་ལ་གནང་དགོས་ཡག་དེ་ཞིབ་ཕྲ་གལ་ཆེན་པོ་ཆགས་ཏེ་ཞག་བཞིན་དེ་ཞུ་ཡག་ཡིན་དོ་ཆེ་ན།

ཡང་ཉེན་ཁ་ཁ་ཤས་བཅས་ཡོང་གི་ཡོད་པས་སོང་ཙང། དང་པོ་གནས་སྟངས་འདུག་གཙང་མ་བཟོ་དགོས་ཀྱི་འདུག་ཟེར་ནས་རྒྱ་གར་གཞུང་ལ་ཞུ་ཡ་དེ་དེ་རེད། ཚུར་ཕེབས་པ་ལ་ཕེབས་ཐབས་བདེ་བོ་ཅིག་བཟོ་དགོས་ཀྱི་རུ་པ། ཚུར་ཕེབས་པ་ལ་བསྡད་ལ་ཡ། དཀའ་ངལ་མི་འཕྲད་ཡ་གནས་སྟངས་ཅིག་བཟོ་དགོས་ཡ་དེ་གལ་ཆེན་པོ་ཡིན་པས་སོང་ཙང་ད་ལྟ་འགག་ས་འདི་འདྲ་ཅིག་ལ་འགག་བསྡད་ཡོད་རེད། བོད་མི་སྒྲིག་འཛུགས་དངོས་ནས་དེ་མངལ་ནས་ཞུས་ཟིན་པ་ཡིན་གྲོས་ཚོགས་ར་བ་དྭགས་རང་ནང་ལ། འགན་ཁྱེད་ནི་སྐད་ཆ་བཤད་ཀྱི་འདོད་པ་ཡོད་པས་ཀྱི་ཨོ་རྐང་པ་རིམ་ཕྱེད་ཀྱི་སྐུ་ཚབ་བྱེད་ཆེད་ང་ཚོས་ཐག་གཅོད་ཐུབ་ཡ་གི་གནས་སྟངས་ཡོད་མ་རེད། རྒྱ་གར་གཞུང་གི་སྐུ་ཚབ་བྱེད་ཆེད་ང་ཚོས་ཐག་གཅོད་ཐུབ་ཡ་ཡོད་མ་རེད་ཡིན་ནས་འདིའི་པ་ར་ལི་ཡ་ཟམ་པ་བྱེད་ཡ་གི་འདོད་པ་ཡོད། ད་ཟམ་པ་ཟེར་ཡ་དེ་བྱེད་པ་ལ་རྒྱ་གར་གཞུང་གི་ངོས་ནས་རེད་པས་ཀྱི་ཨོ་རྐང་པ་རིམ་ཕྱེད་ཀྱི་གོང་པའི་ནང་ལོག་ལས་དེ་འགྲིག་གི་འདུག་ཟེར་ནས་གསུངས་པ་ཡིན་ན། ཨན་ཐེལ་དཔའ་བོད་ཀྱི་ཡང་ང་ཚོ་གོམ་པ་རྒྱག་ཡག་གི་གནས་སྟངས་ཅིག་ཆགས་བསྡད་ཀྱི་ཡོད་རེད། དེ་མ་གསུངས་པའི་གནས་སྟངས་ཀྱི་འོག་ལ་ཡིན་པ་ཡིན་ནའི་ང་ཚོའི་འབྲེལ་བ་བྱེད་དགོས་ཡ་དེ་བྱེད་བསྡད་ཀྱི་ཡོད། རྒྱ་གཞུང་གི་གནད་ཡོད་མི་སྣ་ཁག་ཅིག་ཐུ་ཡ་དེ་དུས་འགྱངས་ག་ལ་ག་འཚམས་ཕྱིན་སོ་དེ་ང་ཚོའི་སྐྱོན་བྱས་ནས་མ་རེད་ཁོ་རང་ཚོ་བྲེལ་ལ་ཚ་དྲགས་ནས་ཨ་ནེ་ལྷན་ཁང་མང་པོ་ཅིག་མཉམ་དུ་འཛོམས་ཡག་གི་དུས་ཚོད་དེ་སྟབས་མ་བསྟུན་པ་བྱས་བྱས་ད་ལྟ་བར་དུ་དུག་ཕྱིན་ལྷག་སོང་མ་གཏོགས་ཅི་གི། པད་སྐྱོང་ཀོང་པོ་རིམ་བཞིན་བསྐོ་དེ་ལས་ད་ལྟ་ང་ཚོ་རྒྱ་གར་གྱི་ད་འབྲེལ་ཡོད་མཐོ་ཤོས་དེ་ཚོ་ལ་ཡང་སྐད་ཆ་བཤད་ཆེད་ཐབས་ཤེས་བཙལ་དང་བཙལ་མུས་ཡིན་ཐབས་ཤེས་ཐོན་པའི་ཉིན་མོ་དེ་ལ་གསལ་བོ་ཆགས་ཡོང་གི་རེད་དེའི་ནང་དོན་རེ་རེ་རེ་རེ་ད་རིང་གྲོས་ཚོགས་ནང་ལ་ཞུ་མོ་བ་བྱེད་ཤེས་ཞོན།